ཡཱ། ལས་དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ། NS སྔ་དྲོ་བདེ་ལེགས་སྟངས་བཅུ་ལས་བཞུགས་ཏེ་དེ་ནས་དེ་རིང་ཡིན་ང་དང་སློབ་ཚན་པོ་སྐུ་གཟུགས་ཤུན། དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་དག་གི་སྙིང་གར་པདྨའི་བརྟན་བཞུགས་ན། བཀའ་དྲིན་ཆེན་པོའི་སྒོ་ནས་རྗེ་བཟུང་སྟེ་སྐུ་གསུང་ཐུགས་ཀྱི་དངོས་གྲུབ་གསལ་འདུག་གསོལ། ཨ་ནེ་སོང་པ་བསམ་ན་ད་དེ་ནས་དེ་རིང་ན་བཟུང་སྟེ་དེ་ནི་ང་དང་ཨའི་ཚོགས་པའི་ནང། ཨ་ནེ་དཀོན་མཆོག་རྗེས་དྲན་གྱི་རྡོ་དང་རག་སྟེ་དེ་ནི་ང་དང་སྐྱབས་འགྲོ་ཨ་ནེ་སྐོར་ལ་བཞུད་བྱེད་ཟིན་ནོ། ཨ་ནེ་སྐྱབས་འགྲོའི་སྐོར་ལ་བཞུད་ཨན་པོ་ཅིག་ང་དང་ཚང་མ་སང་ཁག་ཆེན་མོ་ཡ་ནི་གལ་ཅན་པོ་ཁེ་དེ་ནང་སྐྱབས་ཡུལ་ངོ་བཟུང་བ་ཟེར་ཀན་པོ་ང་དང་ཚང་མ་སང་ཁག་ཅན་ཆ་ནོ་ཧ་ལེ། སྐྱབས་ཡུལ་ངོ་བཟུང་བ་ཟེར་རན་པོ་ཅིག་ཅི་གསུངས་སྟེ་ནོག་ཟེར་ན། ག་ང་དང་སྐྱབས་བཅོལ་སའི། ཨེ་ནས་ག་ང་དང་སྐྱབས་ཡུལ་གཏམ་པ་འོ་དཀའ་གཟུགས་ཤིག་ཡིན་ནོག་འོ་ད་དེ་ན་ང་དང་ནང་པ་སངས་རྒྱས་པའི་ཆོས་ལུགས་ལ་བསྟན་དཀའ་ནུས་ལ་འོ་ད་ང་དང་ཨེ་སྐྱབས་ཡུལ་བོ་ཡ་མེ་ན་སྐྱབས་བཅོལ་ས་འོ་ཁྱེད་དེ་ན་ཨེ་ནས་སྐྱབས་ན་དཀོན་མཆོག་གསུམ་ཡིན་པ་སང་ན་ཨེ་ནས་སྐྱབས་ན་དཀོན་མཆོག་གསུམ་བོ་ཁྱེད་དེ་ན་ང་དང་ཤེས་དགོས་སེ། ཨོ་ང་དང་སྐྱབས་སུ་འཆའ་སའི་སྐྱབས་ཡུལ་གཏམ་པའོ་ང་དང་མ་ཤེས་ན་ཨོ་ང་དང་མི་གཅིག་ག་ང་སྐྱབས་རོགས་གནང་ཟེར་པོ་ཅི་ང་དང་སྐྱོབས་དཀོན་པོ་སུ་ཡིན་ནོ་ཟེར་དཀོན་པོ་མ་ཤེས་ས་ལ་ཨེ་ནི་ཁོ་ཨ་ང་དང་སྐྱོབས་རོགས་གནང་ཁོ་ཨ་ང་དང་སྐྱོབས་བར་མཛད་ཟེར་དཀོན་པོ་ཁྱེད་ནང་ཡོང་ཅི་སོད་མི་ག་ལེ་སོང་པ་ས་ན་ང་དང་སྐྱབས་ཡུལ་ངོས་བཟུང་ཅེས་པོ་ཨོ་ཚང་མ་ས་འགལ་ཆེན་མོ་ཁག་ཆེན་མོ་བྱེད་པ་ས་ན་ཨོ་ད་ད་ལན། ཉིས་སྟོང་ཉི་ཤུ་རྩ་བཞི། ཨེ་ནས་ང་དང་སློབ་ཚན་དང་པོ་ཁྱེད་དེ་རང་ངེས། ཨེ་ནས་དགའ་སྐྱབས་འགྲོའི་སྐོར་ལ་བཞུགས་དགོས་ཞེས་པོ་ཅི་འཛེར་ན། ཨོ་ད་དེ་ནས་ང་དང་ཚང་མ། ནང་པ་སངས་རྒྱས་པ་ཞིག་ཨིན་དང་མེན་པོ་ཁྱེད་དེ་རང་སྐྱབས་འགྲོ་བ་རག་ལ་ཟེར་ཀྱང། སྐྱབས་འགྲོ་བ་རག་ལ་ཟ་འགྲོ་ཅིག་སྐྱབས་འགྲོ་ལ། ཨེ་ནས་ང་དང་རང་གིས་རྒྱུད་ལ་ནང་པ་སངས་རྒྱས་པ་ཁྱེད་དེ་རང་ང་དང་ཕི་ལོ་བ། དར་ལྕོག་བཙུགས་གང་ཅིག་གིས་ནང་པ་སངས་རྒྱས་པ་རྒྱུད་རག་མ་རོགས། ང་ནང་པའི་ཁང་པ་ནང་ཀྲོང་པ་ཞིག་ཡིན་ནའང་སྐྱེས་དེ་གཅིག་པོ་ཡིས་ང་དང་ནང་པ་སངས་རྒྱས་པར་འགྱུར་བ་མ་གནོངས། ཨོ། ང་སྔ་གཞས་ཕ་མ་སྔོན་ནང་པ་སངས་རྒྱས་པ་ཡིན་སྔ་གཞས་ཡུལ་ལ་ཡེ་ནས་ནང་པ་མང་པོ་ཡོད། ཨོ། ད་དེ་སྣ་ཚོགས་ལ་དེ་ནས་ང་ཁེར་དེ་སྣང། ཨོ། ད་ནང་སང་གསོལ་བཀའ་དང་མཛེར་སྤྱད་གཅིག་པོས་གང་ན་ང་དང་ནང་པ་འགྱུར་བ་མ་གནོངས་ནང་པ་འགྱུར་མ་འགྱུར་བོ་ཁེར་དེ་སྣང་ང་དང་མི་རེ་རེ་ནང་རེ་རེ་རང་ཡིན། ཨོ། བསམ་བློའི་ནའང། ཨོ་དེ་ནས་གང་རང་གི་སེམས་སུ་སྣང་བ་སྐྱབས་ན་དཀོན་མཆོག་གསུམ་ལ་ཨོ་དེ་ནས་དག་པ་དང་ཨི་ཆེས་ཡོད་མེད་ལ་རག་ལ་སར་བ་ལས། ད་དེ་རག་ལ་སར་བ་སང་ན་ང་དང་ང་ཚང་མ་སང་ཤེས་དགོས་ཤ་ཁག་ཅན་ཅིག་ཨོ་ཅི་ཆ་ནོ་ཟེར་ན་ཨོ་དེ་ནས་ང་དང་ང་སྐྱབས་ཡུལ་ཨོ་དེ་ནས་ངོ་ཤེས་དགོས་སྟེར་བ་ལ་སྐྱབས་ཡུལ་བོ་ངོ་འཕྲོད་དགོས་སྟེར་བ་ལས། ཨོ་ད་སྐྱབས་ཡུལ་བོ་ཅི་ནོ་ཟེར་ན་དཀོན་མཆོག་གསུམ་ཡིན་ནོ། ཨོ། ད་སྐྱབས་ཡུལ་དཀོན་མཆོག་གསུམ་ཡིན་པ་བསམ་ན། ཨེ་ནས་སྐྱབས་ཡུལ་དཀོན་མཆོག་གསུམ་གྱི་སྐོར་ལ། སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ཨེ་ནས་འདོད་ནའང། སངས་རྒྱས་སུ་བཀའ་འགྱུར་ཡིན་ནའང། ཨོ། དེ་ནས་ག་དཀོན་མཆོག་གསུམ་གྱི་ངོ་སྤྲོད། ཡང་མེད་ན་དཀོན་མཆོག་གསུམ་རྗེས་སུ་དྲན་ཚུལ་གཟེར་ཁང་གཅིག་གི་རྡོ་ཞིག་གསུངས་དེར་ཀྱང་ཨོ། རྡོ་ལ་ང་དང་ཅི་བྱུང་ཡང་ནོ་དཀོན་མཆོག་རྗེས་དྲན་གྱི་རྡོ་ཞུ་གནང། ཨོ་ད་དེ་རིང་ན་བཟུང་སྟེ། ཨོ་ད་ཡོང་བྱས་སྤྱད་ནི་དེ་ནས་ང་དང་ཞག་མ་ཙམ་ཞིག་འགོར་རེ་གནང། ཨོ་དེ་ན་ཨོ་ད་ངེས། ངེད་ཅག་ང། དཀོན་ཅོག་རྗེས་དྲན་གྱི་རྡོའི། ངོ་རགས་སྟེ་དེ་ཚིག་འགྲེལ་ངོ་གནང་དེ་ངོ་གནང་རགས་སྟེ། ཨེ་ནས་ང་དང་སྐྱབས་འགྲོའི་སྐོར་ལ། ཨོ་ད་རྩ་བིག་ང་དང་རྣམ་བཞག་ཆགས་ན། ཨེ་ནི་ད་སྟིང་མ་ན་ཡང་ཡང་ང་དང Skeptics སྐོར་ལ་བཞུགས་མི་དགོས་ཤེས་སོ Skeptics སྐོར་ལ་ད་ཁྱོད་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་ཏེ་ཡོད་ནའང་འདྲ་མེད་ན་ཡང་འདྲ་སུ་ཞིག་ཡིན་ན་ང་དང་ནང་པ་སངས་རྒྱས་པ་ཞིག་ཡིན་པ་ན་བར་ལ Skeptics སྐོར་ལ་ད་ཁོང་ང་རྒྱ་ལ་བཅོས་ཏེ་ཤེས་ས་འདོག་བྱས་ཟིན་ན་ཁོང་ང Islam སློབ་སྦྱོང་བཅོས་ཏེ་ཡོད་སེམས་དཀའ་ཅིག་ང་དང་ཡང་སང་བཅོས་ཡིན་བསམ་ཅིས་ཨོ་ང་དང་བཅོས་བྱས་སི་འདུན་པ་ནང་བཅོས་བྱས་སི་བསམ་བློའོ་བདག་ས་ན་ཨོ་ད་འོ་དེ་ཡོད་ན་ཨོ་ད་དུས་གཅིག་ང་ཚའི་ལུས་ཤེས་པོ་ཧ་ལས་དུས་གཅིག་ང་མ་ཤེས་ལུས་ཤེས་པོ་ནི་ང་བྱ་བ་ལམ་འགྲོ་བཞིན་བཞུགས་དོགས་དེ་མིན་ན་ང་སྐྱབས་འགྲོའི་རྣམ་བཞག་པོ་མ་ཤེས་མ་ཤེས་དགེ་ལེགས་མ་ཤེས་ས་ཤེས་བྱ་ཡོད་སྐྱག་བསམ་དཀར་པོའང་ང་དང་ཡོད་མགོ་ཟེར་བ་ལས་ཨོ་ད་ང་དང་ཞག་མ་གཅིག་ཚེ་རིང་ན་ཡང་ལ་ཟླ་གཅིག་ཚེ་རིང་ན་ཡང་ལོ་གཅིག་ཚེ་རིང་ན་ཡང་ཨོ་ང་དང་ཁྱེད་ཞིག་ལེན་ལེན་དགོ་ཟེར་བ་མ་གཏོགས་ཡིན་ནས་ཁྱེད་མ་ལེན་ན་ཨོ་ད་དེ་ན་ཏུར་རྒྱུད་ན་དེ་ན་ས་ལར་རྡོ་ལཱས་དེ་ན་ནང་ཁང་པ་དེ་ན་ས་ཆིངས་རྡོ་སྐྱེ་དེ་ན་གོ་ཐོམས་དེ་ལུས་ན་ཨེ་ནི་ཐོ་རཱས་ང་དང་བཤིས་རྩ་ན་ཁུར་རྒྱུད་ཅང་ཞིག་མེད་ཁུར་རྒྱུད་ཅང་ཞིག་མ་ཐོབ་ན་ཁུར་རྒྱུད་ཅང་ཞིག་མ་རྒྱས་ན་ཨེ་ནི་ང་དང་ནང་པ་སངས་རྒྱས་པ་སྐྱེས་དེ་གོ་མ་ཆོད་ད་ནོ་ཨ་ལས་བ་ནང་པ་སངས་རྒྱས་པ་ལ་སྟོན་པ་བླ་ན་མེད་པ། ཧ་ལས་ཨོ་སྐྱོ་བ་བླ་ན་མེད་པ། འདྲིན་པ་བླ་ན་མེད་པའི་སྐྱབས་ན་དཀོན་མཆོག་གསུམ་ཡོད་པ་བསགས་ན། ད་དེ་ཡོད་དེ་འཇིག་ཨེ་ནས་ད་ཆོས་དེ་ལ་བརྟེན་ཏེ་ཨེ་ནས་དེ་ག་ན་ཤི་ཙ་ན་ཁུར་རྒྱུ་ཞིག་མ་ཐོབ་ན་ཤི་ཙ་ན་ཁུར་རྒྱུ་ཞིག་བསགས་མ་ཉན་ན་ཨེ་ནས་ད་ང་དང་ཅི་ཕན། ཡང་ཆོས་ལུགས་ལ་བརྟེན་ཏེ་ཡང་ཆོས་ལུགས་སུ་ན་འདུག་ག་ན་ང་དང་ཅང་ཁྱད་མ་གྱུར་ར་ནོ་ཨ་ལས། པོ་དང་ནང་པ་སངས་རྒྱས་པའི་ཆོས་ལ་བརྟེན་ཏེ་སྟེང་ན་སྐྱབས་ན་དཀོན་མཆོག་གསུམ་ལ་བརྟེན་ཏེ་རང་ཡིན་སེམས་བརྒྱུད་པའི་གར་བག་ཆགས་བཟང་པོ་ཞིག་བོར་ཏེ་འདུལ་བ་ལྔ་དང་བསོད་ནམས་ཟེར་ར་ནོག་འདུལ་བ་ལྔ་དང་ཚོགས་ཟེར་ར་ནོག་འདུལ་བ་ལྔ་དང་དགེ་བ་ཟེར་ར་ནོག་འདུལ་བ་ལྔ་དང་རྣམ་དཀར་གྱི་ལྷ་ཟེར་ར་ནོག། སེམས་བརྒྱུད་པའི་གར་དབུ་གཟུགས་ཀྱི་རྣམ་དཀར་གྱི་ལྷ་ཞིག་བསགས་ཏེ་ཡེ་ནས་ཐོ་རངས་ལྔ་དང་བཞི་ཅན་ཞིག་བྱ་ན་འོ་ད་འདི་ནི་ཁོ་བོ་ནང་པ་སངས་རྒྱས་པའི་རིགས་ལ་སྐྱེས་ཏེ་སྐྱེས་སྒོ་ཆོད་དེ་ནོག། ཅེས་ཟེར་ན་ཁོ་ཨི་གཟུགས་ཤིག་འདུག་ཟེར་དཀར་པོ། ཁོའི་སེམས་རྒྱུད་དཔེ་དཀར་པགས་ལྕགས་བཟང་པོ་ཨི་གཟུགས་ཤིག་བོར་ཉན་འདུག་ཟེར་དཀར་པོ་ང་དང་ཡོང་བར་བ་ལས། སོང་བ་ཟ་ན་དག་ས་ཡི་ག་གཉིས་དེ་ནས་དགའ་དེ་རིང་ཡི་ག་དུམ་བུ་གཉིས་བཀལ་ཏེ་ཡོད་གཅིག་པའི་ནང་གི་དེ་ན་དཀོན་མཆོག་རྗེས་དྲན་གྱི་སྒོ་ཨེ་ནི་རྡོ་ན་སྒོ་ན་འཇུག་ཚུགས་པ་བཀལ་ཏེ་ཡོད། ཨེ་ནི་གཉིས་པའི་ནང་དེ་རིང་ཡི་ང་དང་སློབ་ཚན་པོ། འོ་ད་དེ་རིང་ཡི་སློབ་ཚན་པོ་གཉིས་དཀོན་མཆོག་རྗེས་དྲན་ཟེར་དཀར་པོས་སྐོར་ལ་བཞུད་ཕྱི་ཟིན་ཧ་ལས། ད་དེ་ནས་ཀྱང་ང་དང་དེ་ནས་དགའ་ཁྱེད་དེ་ན་དཀོན་མཆོག་ཟེར་དུ་བ་ཚིགས་གཉིས་སྡུ་བ་ལེབ། ད་འོག་ཀ་ན་རོ་དཀོན་ན་དཀོན་མ་འོག་ཆ་ན་རོ་ཆོག་ཨ་ཆོག། ཅི་ཕེ་ཡ་ང་དང་དཀོན་མཆོག་ཞུས་དེ་ནོག་ཟེར་ན། ཨེ་ནས་དགའ་ཁྱེད་དེ་ན་ཨོ་སང་གེས་ཧ་ལེ་ཨོ་དེ་ནས་དགའ་ཨོ་ཁྱེད་དེ་ན་ཆོས་གསུངས་པ་པོ་སང་གེས། དེ་གསུངས་པའི་དམ་པའི་ཆོས་ཆོས་དེ་ཉམས་སུ་ལེན་ག་ནི་འཕགས་པའི་དགེ་འདུན་གསུམ་པོ་ལ་འོ་ང་དང་དཀོན་མཆོག་གསུམ་བཞི་ཟེར་རོ་ད་གསུམ་པོ་ཞེས་ཟེར་ན་ང་དང་ཁྱོད་དང་ལས་སངས་རྒྱས་ཆོས་དགེ་འདུན། ད་དེ་ཚིགས་སྔ་མ་གཉིས་པོར་དཀོན་མཆོག། དཀོན་ཟེར་རན་པོ་ཅིག་ཅི་ཕས་ཟེར་ཏེ་ནོག་ཟེར་ན། འཇིག་རྟེན་དུ་ཧ་ཅང་དཀོན་པོ་ཅི་ནོག་ཟེར་ན་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འཁྱགས། དེའི་ཡིད་བཞིན་གྱི་ནོར་བུ་ཨ་སངས་ཧ་ལས་རིན་པོ་ཆེ་ལ་ཀྱང་ལྷག་པ། ཧ་ལས་ཨོ། ཨིན་པ་སངས་ན་ཨོ། དེ་ནས་སྐྱབས་ན་དཀོན་མཆོག་གསུམ་མ་ཅི་བཞུགས་ཟེར་རོ། དཀོན་བཞུགས་ཟེར་རོ། འཇིགས་སྟེ་ནས་ན་ང་ཚང་མ་ཨ་སངས་དཀོན་མོ་བོ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཀྱང་ཡིད་བཞིན་དཀོན་མཆོག་གསུམ་བོ་ཁྱེད་དེ་ན་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཨ་སངས་ད་རུང་ཨང་དོ་ཨ་སངས་དཀོན་མ་དཀོན་བོ་དཀོན་མོ་ཡིན་པ་སངས་ན་ཨེ་ནས་ང་དང་དཀོན་ཟེར་ཏེ་ན་ཨོ་ལེ། དཀོན་མོ་ཞེས་གྲགས་པ། ད་ཕྱོགས་བཞུད་ཆས་སྤོ་བྱིན་ཀྱང་ཟེར་ན་གདུལ་བྱ། ཧ་ལས་ང་དང་འགྲོ་བ་སེམས་ཅན་རྣམས་ཀྱི་འོ་དཀོན་མཆོག་གསུམ་མ། ཆགས་དང་མཆོད་པ་ཕུལ་ན། ང་དང་བསོད་ནམས་དཔག་ཏུ་མེད་པ་ཐོབ་མེད་པ་བསགས་ན་ཨེ་ནི་ཚོགས་བསོད་ནམས་བསགས་བྱ་སའི་ཞིང་མཆོག་ཏུ་གྱུར་པ། མཆོག་ཏུ་གྱུར་པ་ཟེར་ན་ཞིང་ཚང་མ་སངས་དྲག་ཤོས། ང་དང་ཚོགས་བསགས་བྱ་སེའི་རྟེན། བསོད་ནམས་བསགས་བྱ་སེའི་རྟེན། ཚང་མ་བསང་དྲག་བཤོས་ཚང་མ་བསང་ཆེ་བཤོས་པོ་ཅི་ཡིན་ཀྱེ་ཟེར་ན། ཨོ་དེ་ནི། དཀོན་སྐྱབས་ན་དཀོན་མཆོག་གསུམ་ཡིན་པ་བསང་ན། ཨོ་དེ་ནི། བསོད་ནམས་ཀྱི། ཨོ་དེ་ནི་ཞིང་གི་མཆོག་ཏུ་གྱུར་པ་ཡིན་པས་ན། ཨོ་དེ་ནི་མཆོག། ཨོ་ད་སོང་ཟེར་བསྐྱལ་ཧ་ལས། ཆོག་བཞུགས་འོ་ཤ་ཟེར་དོ་བདག་པོ། ཨོ་དོན་བསྐྱལ་ད། དུ་རྒྱུ་ན་ང་དང། ཨེ་ནི་བསོད་ནམས་བསགས་པའི་ཞིང། ཕ་མ། ནད་པ། བྱང་ཆུབ་སེམས་དཔའ། ཨོ་ད་བླ་མ། ཨོ་དེ་ཚང་མ་བྱེད་རོགས་ད། ད་དེ་ཚང་མའི་ནང་ང་ཚང་མ་སང། ཨོ་དེ་ནི། ག་བསོད་ནམས་བསགས་ཀྱི་བསགས་བྱས་སའི་ཞིང་དམ་པའམ། ཞིང་མཆོག་ཏུ་གྱུར་པའམ་ཞིང་ཚང་མ་སང་རྒྱལ་ཤོས་པོ་ཅི་ཡིན་བསྐྱལ་ཟེར་ན། བསྐལ་པ་ན་དཀོན་མཆོག་ཡིན་གསུམ་ཡིན་པ་སང་ན། ཆོག་བཞུགས་བསྐྱལ་ཟེར་དོ་བདག་པོ། ཨོ་དོན་བསྐྱལ་ད། བདག་གིས་ནི། དཀོན་མཆོག་གསུམ། གསུམ་པོ། འོ་དེ་ལ་གསུམ་ཡོད་པར་བསམས་ན་སངས་རྒྱས་དཀོན་མཆོག། ཆོས་དཀོན་མཆོག། དགེ་འདུན་དཀོན་མཆོག་གསུམ་ཡོད་པར་བསམས་ན་དཀོན་མཆོག་གསུམ། ད་ཡང་ན། ཧ་ལས་དཀོན་མཆོག་གསུམ་པོ་འཇིག་རྟེན་དུ་འབྱུང་བའི་ཏུས་པོ་གལ་ཏེ་ན་ཏུས་དང་ཡང་མིན་ན་སྐལ་པ་ཤིན་ཏུ་དཀའ་གལ་ཏེ་ན་སྐལ་པ་བཟང་པས་ཏུས་གཙོར་ལ་མ་གཏོགས་དཀོན་མཆོག་སངས་རྒྱས་སུ་ཕེབས་ས་མེད་ཀྱང། ག་སངས་རྒྱས་ཤིག་མ་ཕེབས་ན་ཨོ་དེ་དུ་དེ་ནི་དེ་གསུངས་པའི་ཆོས་པོ་མེད་ཀྱང། དེ་ཆོས་པོ་མེད་ན་དེ་ཉམས་སུ་ལེན་ག་ནི་དགེ་འདུན་པའང་ཡོང་བ་མེད་ཀྱང་གསུངས་པ་སངས་ན་སངས་རྒྱས་འཇིག་རྟེན་དུ་འབྱུང་བཅས་སུ་བསྐལ་པའམ་དུས་པོ་ཁྱེད་དེ་ནི་ཧ་ཅང་དཀོན་མོ་ཡིན་པ་སངས་ན་དེ་ནི་དཀོན་མཆོག་སྲུང་མ་ཅི་སོགས་ལྟར་དཀོན། ཡང་ན་གོ་རྒྱུ་གཅིག། འོ་ད་བསོད་ནམས་བསགས་པའི་བཞིན་གྱི་ཨེ་ནི་མཆོག་ཡོད་པས་མཆོག་ཡིན་པར་བསམ་ན་ཨེ་ནི་དཀོན་ཡང་མཆོག། ད་དེའང་འོ་རྒྱ་གར་རིས་ཀ་འདི་ན་ཧ་ལས་བོད་ཀྱི་ལོ་ཙཱ་བ་རྣམས་ཀྱིས་ང་དང་ཁྱོད་ཚང་མ་རྒྱ་གར་རིས་ཀ་འདི་ན་ཨིན་བ་གྱུར་པར་བསམ་ན་ཨེ་ནི་བོད་ཀྱི་ལོ་ཙཱ་བ་རྣམས་ཀྱིས་འོ་རྒྱ་གར་རིས་ཀ་འདི་ན་ང་དང་ཏུར་རྒྱུད་ན་གཞུ་ཆ་མེད་ལ་ན་མོ་རཏྣ་ཟེར་ར་མིན་རོགས་ལ་རཏྣ་ཟེར་མཁན་པོ་ཅི་ནོག་དཀོན་མཆོག་ཟེར་མཁན་པོ་གྱུར་ཀྱག་པ།

དཀོན་མཆོག་གཟི་དཀར་པོ་ཨོ་གཟུགས་ཞེས་ཡང་ཡང་གོང་རིམ་པ་རཏྣ་གཟི་དཀར་པོ་ཨོ་གཟུགས་ལ་བསྒྱུར་བཏང་ན་རྩ་བའི་དཀོན་མཆོག་གི་གོ་བའོ་ཞེས་དེ་ནའོ། དེ་ནས་རཏྣ་ཡི་གོ་བའོ་ཞེས་དེ་ན་རྩ་བའི་གོ་བ་ཉུང་སྟེ་དཀོན་མཆོག་གསུམ་མ། ཁ་དྲང་ངར་ལྡན་མིག་བཅོས་ཏེ་གོ་ཆ་མི་ནག་བསམ་སྟེ། དེ་ནས་སྒྲ། ཐ་བསྒྱུར་མ་རྫ་དའོ། དེ་ནས་སྒྲ་སྟོན་བསྒྱུར་རྫ་སྟེའོ། རཏྣ་གཟི་དཀར་ནི་ཚིགས་པོ་ཞེས་དེ་ནའོ། དེ་ནས་གའོ་ཞེས་དེ་ན་དཀོན་མཆོག་གཟི་དཀར་པོ་ཨོ་བསྒྱུར་སྐྱ་སྤོའོ། ད་ཧ་ཅང་དེ་ནས་ག། ང་དང། སྟོན་འགྱུར་གྱི་གོ་བ་ཆེན་མོ་ཞིག་གླེང་ཡོད་པ་བསམ་ན་ཨོ་བདེ་སྐྱེ། ད་ལྟའི་ཡང་ཧ་ལས་ཨོ་བདེ་ནི་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་ཨོ་ད་ང་དང་ཨོ་ན་དཀོན་མཆོག་ཟེར་བཞུགས་དགོས་ཤེས་པོ་ཁྱེད་དེ་རང་ཨེ་ནི་རྗེ་བཙུན་བྱམས་པ་མགོན་པོའི་གསུང་ཡིན་ནའང་ཨོ་ད་རི་བཞིན་གྱི་ནོར་བུ་རིན་པོ་ཆེ་དང་ཙོག་ཟིན་ཨོ་ཟེར་དེ་དཀོན་མོ་ཡིན་ནའང་ཨི་བཞིན་ནི་ནོར་བུ་རིན་པོ་ཆེ་འཇིག་རྟེན་དུ་འབྱུང་བྱ་སྤོ་དཀོན་མོ་ཡིན་ག་ནང་བཞིན་སྐྱབས་ན་དཀོན་མཆོག་གསུམ་པོ་ཡང་འཇིག་རྟེན་དུ་འབྱུང་བྱ་སྨྲ་དཀོན་མོ་ཡིན་པ་བསམ་ན་དཀོན་མཆོག་བཞུད་དེ་ནོའོ་ཟེར་ཏེ་ང་དང་ད་ཅི་ཨི་ཞིན་གྱི་ནོར་བུ་སྤེ་ཡ་མ་འབོར་ཙ་ལེ། ད་ཨི་ཞིན་གྱི་ནོར་བུ་རིན་པོ་ཆེ་སྤེ་ཡ་འབོར་དགོས་ཤེས་སྲིད་དོན་དག་པོ་ཅི་ནོག་ཟེར་ན་ཨི་ནི་དེའི་སྐོར་ལ་རྗེ་བཙུན་བྱམས་པ་མགོན་པོས་ཨི་ནི་ག་ཁོང་གི་ཕྱག་སྤེ་ནང་ཅི་གསུངས་ཟེར་དེ་ནོག་ཟེར་ན་ཨི་ནི་འབྱུང་བ་དཀོན་ཕྱིར་སྤྲིན་མེད་ཕྱིར། དུལ་ལྡན་ཕྱིར་དང་འཇིག་རྟེན་གྱི། རྒྱན་གྱུར་ཕྱིར་དང་མཆོག་གི་ཕྱིར། འགྱུར་བ་མེད་ཕྱིར་དཀོན་མཆོག་ཉིད་གསུངས་ཟེར་དུ་བ་ལེ། ཨོ་ད་འདི་ཚིགས་བཟློག་ང་དང། ཨོ། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་པོ། ཨི་ཤིང་གི་ནོར་བུ་ནང་རྩོག་ཟིན་ནོ་ཨི་ཤིང་གི་ནོར་བུ་རིན་པོ་ཆེ་འཇིག་རྟེན་དུ་འབྱུང་བྱེད་ཟོར་དཀོན་མོ་ཡིན་ག་ནང་བཞིན་སྐྱབས་ན་དཀོན་མཆོག་གསུམ་པོ་ཡང་ཨོ་འབྱུང་བྱེད་ཟོར་དཀོན་མོ་ཡིན་ཨོ་གསང་པོ་ཆེ་ཨོ་དེ་སྤེ་ཡ་བོར་དང། སྤེ་ཡ་སྤེ་ཡ་བོར་ན་ནམ་ཞིག་སྤེ་དང་ཁོ་གཉིས་ཀ་མཚུངས་དགོས་ཟེར་བ་ལས།

ཨོ། ད་ཆོས་མཚུངས་ཚུལ་དྲུག་གི་སྒོ་ན། ཨོ། ཡེ་ནས་ག་གལ་ཏེ་ན་སྐྱབས་ན་དཀོན་མཆོག་གསུམ་པོ་གལ་ཏེ་ན་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་ནང་བཙོག་ཟིན་ནོ་ཟེར་བྱ་ཟིན་དོན་དག་པོ་ཨོ་དོན་གྱི་ད་ང་དང་དཀོན་མཆོག་ཟེར་བྱ་ཟིན། ད་དེ་ག་ཡིན་པ་བསམ་ན། འོ་ན་ད་དང་པོ་ལ་འབྱུང་བ་དཀོན་ཕྱིར་ཟེར་ཁར་མོ་ག་གཟུགས་ཤིག་ཡིན་ནོ་ཟེར་པོ་ཅིག། ཨི་བཞིན་གྱི་ནོར་བུ་རིན་པོ་ཆེ། ཨོ། དེ་ནས་ག་གལ་ཏེ་ན། འཇིག་རྟེན་དུ་འབྱུང་བ་འབྱུང་བྱེད་པོ། ཧ་ལས་བྱིན་གྱིས་ནོར་བུ་རིན་པོ་ཆེ་ཨེ་ནི་ག་གེ་དེ་ན། སྣོད། བཅུད། སྐལ་པ་ཕུན་སུམ་ཚོགས་པའི་བརྟུལ་ཞུགས་བརྟུལ་ག་རེ་བཞི་ག་མ་གཏོགས་ཨེ་ནི་གཞན། བྱིན་གྱིས་ནོར་བུ་རིན་པོ་ཆེ་འཇིག་རྟེན་ལ་འབྱུང་བ་མེད་ཀྱང། ཧ་ལས་དགའ། འཇིག་རྟེན་ནི་སྣོད་པོ་ཁོ་རང་རྨ་ཕུན་སུམ་ཚོགས་པ་ཅིག། འོ་དེ་ན་ང་ཤནཱས་པའི་བཅུད་ཀྱིས་སེམས་ཅན་ཐམས་ཅད་རྨ་ཕུན་སུམ་ཚོགས་པ་ཅིག། དགའ། སྐལ་པ་ཕུན་ཚོགས་བདག་ས་པས་ན་ང་དང། ཨི་ཤིང་གི་ནོར་བུ་རིན་པོ་ཆེ་གཟེར་ཁ་ནས་མིང་པོ་ང་དང་ཚོར་བཅའ་བརྗོད་དེ་ན་མ་གཏོགས་བདག་ས་ང་དང་ཨི་ཤིང་གི་ནོར་བུ་རིན་པོ་ཆེ་སུའང་ང་དང་ནོར་བུ་ཁོ་རང་བདེན་པས་ཁོ་རང་ནོར་བུ་རིན་པོ་ཆེ་ང་དང་མཐོང་བྱེད་མེད་ཀྱང།

ཨོ་ཨི་གཟུགས་ཁྱད་པར་ཅན་ཕུན་སུམ་ཚོགས་པ་མང་པོ་ཞིག་རྒྱུ་འཛོམས་ཏེ་མ་རྟོགས་ཨེ་ནས་སྐྱབས་ན་དཀོན་མཆོག་གསུམ་པོ་འཇིག་རྟེན་ལ་རྫོགས་འབྱུང་བ་མེད་ཀྱང་འཛོམས་པ་མེད་ཀྱང། ཨོ་གསུངས་པ་སང་ན་ཨོ་དཔེར་ན་བདག་གསང་སྔགས་དང་ཡང་དུ་སོད་པོ་ཁྱེད་ནི་སངས་རྒྱས་ཤཱཀྱ་ཐུབ་པའི་བསམ་པས་དུ་སྩོལ་དུ་ཡིན་པ་སང་ན་སངས་རྒྱས་ཤཱཀྱ་ཐུབ་པ་འདི་ནི་ང་སང་ལོ་ཉིས་སྟོང་ལྔ་བརྒྱ་དྲུག་བརྒྱའི་སྔ་ལ་སྐྱོལ་ཏེ་ཨོ་ཁོང་ཁོ་རང་འཇིག་རྟེན་འདི་ག་སྐྱོལ། ཆོས་ཟབ་མོ་གསུངས། དེ་ཉམས་སུ་ལེན་ཀ་ནས་དགེ་འདུན་དཀོན་མཆོག་ཡང་ཡོད་ཀན་མོ། འོ་ད་ང་དང་སྐྱབས་ན་དཀོན་མཆོག་གསུམ་པོ་འཇིག་རྟེན་དུ་འབྱུང་བྱེད་པོ་གི་དེ་ན་མ་ཏུ་སོར་དཀོན་མོ་ཞིག་ག་མ་གཏོགས་འབྱུང་བ་མེད་པར་སངས་ན་ཨི་ཤིང་གི་ནོར་བུ་རིན་པོ་ཆེ་ན་བཙོག་ཟིན་ནོ་ཟེར་པ་ཅི་ད་ཅི་རྒྱལ་བ་བྱམས་པ་དགོན་པའི་གསུང་གི་ནང་འབྱུང་བ་དཀོན་ཕྱིར་ཟེར་ག་འཇིག་མིན་བ་ལས་ཨོ་དེ་དོན་དག་པོ་ཨོ་དོན་གྱི་ད་འཇིག་རྟེན་དུ་འབྱུང་བྱེད་པོ་ཧ་ཅང་དཀོན་མོ་ཡིན་པར་སངས་ན་སྐྱབས་ན་དཀོན་མཆོག་གསུམ་མ་དཀོན་ཟེར་བྱས་པོ་དོན་དག་ཅིག་ཨོ་དེ་འགྱངས། ད་དོན་དག་ངེས་པའི་ཀ། ཧ་ལས། ཨོ་དེ་ནི་དྲི་མེད་ཕྱིར་གཟར་པོ་ཅིག་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་ཨ། ང་དང་བདག་ས་བྱ་གླག་དངོས་པོ་ངོ་ཚོགས་ལ་ཡ་དང་ཨི་གཟུགས་ཀྱི་དྲི་མེད་སྐྱོན་གྱིས་ཅང་གོ་ས་མེད་ཀྱང་ངེས་སྐྱོན་གྱི་དྲི་མེད་གོ་ས་རྩ་བ་ཉིད་ན་གོ་ས་གོ་ས་མེད་ཀྱང། དེ་མ་གོ་ས་པ་ནང་བཞིན་གྱི་དཀོན་མཆོག་གསུམ་པོ་ཡང། ཨོ་དེ་ནི་སྐྱོན་གྱིས་མ་གོ་ས་དྲི་མས་མ་གོ་ས་པ་བསགས་ན། ཨོ་དེ་ནི་སྐྱབས་ན་ས་དཀོན་མཆོག་གསུམ་པོ་སྤྱིན་ནོ། དྲི་མ་མེད་ཀ། ཡིད་བཞིན་གྱི་ནོར་བུ་ཆེན་པོ་ཞིག་ལ་གཡའ་དང་ཙག་དང་རྩ་ཧ་དང་ཨི་གཟུགས་སྐྱོན་ཡོད་སྟེ་ཅང་ཡང་སྐྱོན་ནི་སྤྲིན་མེད་མ་གོ་ས་ག་ནང་བཞིན་ཅིག་སྐྱབས་ན་དཀོན་མཆོག་གསུམ་པོ་དེ་ཡང་ཨོ་ངེས་པའི་སྐྱོན་གྱིས་ཨོ། ད་མདོར་དུ་ན་སྐྱོན་ཅང་ཡང་མེད་པ་ཨོ་སྤྲིན་མ་མེད་རྩ་བ་ཉིད་ན་མེད་པ་ཨོ་དཔེར་ན་སངས་རྒྱས་དཀོན་མཆོག་ཡིན་ན་ཨོ་དེ་ནས་ག་གེ་དེ་ན་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་སྤངས་དམ་པའི་ཆོས་ཀྱང་སྐྱོན་དང་བྲལ། འོ། འཕགས་པའི་དགེ་འདུན་ཡང་སྐྱོན་དང་བྲལ་བར་བསམས་ན། འོ། དཀོན་མཆོག་གསུམ་པོ་སྐྱོན་གྱི་དྲི་མས་མ་གོས་པས། འོ། དེ་ནས་སྐྱབས་ན་ཟིན་པར་བསམས་ན། འོ། དེ་ནས་དྲི་མའི་ཕྱིར་གཟེར་དཀར་པོ་ཨོ་འདུག་གསུངས་ཟིན་ཀྱང། འོ། ད་ལྟ་ཅི་གསུངས་པའི་བཀའ། ཐུལ་ལྡན་ཕྱིར་དང་གསུངས་ཟིན་བ་ལས། འོ། ད་ཨི་བཞིན་གྱི་ནོར་བུ་རིན་པོ་ཆེས། ཧ་ལས། འོ། ད་འཇིག་རྟེན་གྱི་རྒྱལ་ཁམས་ཁོ་རང་ག་རུ་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་ཨོ་དེ་ནའང་དབུལ་ཞིང་ཕོངས་པས། ཨོ་དེ་ནས་ག་སྐྱེས་དེ་ན་གཟུགས་མངལ་མོ་སེལ་ཐུབ་བྱས་སི་ཨོ་མཐུ་དང་ཀླུ་སྤ་ཨི་ཤིང་གི་ནོར་བུ་རིན་པོ་ཆེ་ཡོད་ཀྱང་སུ་ཞིག་གིས་སྐབས་ཨི་ཤིང་གི་ནོར་བུ་རིན་པོ་ཆེ་ཡོད་ཚད་ག་སུ་ཞིག་གིས་ཨི་ཤིང་གི་ནོར་བུ་རིན་པོ་ཆེ་གསོ་བ་སྨོན་ལམ་བཏབ་ན་ཁོ་རང་གི་བསམ་དོན་ནང་བཞིན་ཅིག་ཨི་ཨི་ནང་བཞིན་ཅིག་འགྲུབ་སྟེ་ཡོང་སྟེ་ཁོའི་དཀའ་ངལ་བར་དོ་ཚང་མ་ཨི་ཤིང་གི་ནོར་བུ་སེལ་ངལ་ལས་པ་བསགས་ན་ཨོ་ད་དེ་ན་ནང་བཙོགས་ལ། ཐོ་དཀོན་མཆོག་གསུམ་པོ་ཡང། གདུལ་བྱ་ཁོ་རང་གི་ཨེ་ནས་སྐྱབས་བཅོལ་ཁ་ནས་འགྲོ་བ་སེམས་ཅན་རྣམས་ཀྱི་སྡུག་བསྔལ་སེལ་ཏེ་འཁོར་བའི་སྡུག་བསྔལ་ལ་བསྒྲལ་བྱ། ངན་སོང་གི་སྡུག་བསྔལ་ལ་བསྒྲལ་བྱ། འོ་ཤེས་སྒྲིབ་ཀྱི་འཇིགས་པ་ལ་སྒྲོལ་བྱ། དབུ་གཟུགས་ཀྱི་མདོར་དུ་ནི་རང་སྐྱབས་སྐྱབས་སྐྱབས་སུ་སོང་བའི་འགྲོ་བ་སེམས་ཅན་རྣམས་ཀྱི་སྡུག་བསྔལ་ཐམས་ཅད་སེལ་བའི་འོ་མཐུ་དང་ནུས་པ་དང་ལྡན་པ་བསགས་ན་ཨེ་ནས་རྩ་བའི་ནང་ཐུགས་ལྡན་ཕྱིར་གཟེར་སྐམ་པོ་འོད་དུ་སོང་ཟེར་རོ། ད། ད་བཞི་པའི་ཀ། འཇིག་རྟེན་གྱི་རྒྱན་གྱུར་ཕྱིར། ཧ་ལས་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་འཇིག་རྟེན་གྱི་རྒྱན། ཨོ་ད་འཇིག་རྟེན་གྱི་ཚངས་མེད་ནའང་འཇིག་རྟེན་ནི་ནའང་ཨོ་ད་ཨི་བཞིན་གྱི་ནོར་བུ་བ་སང་ཚ་ལྷག་པའི་ཡང་རྒྱན་ཅན་ཞིག་མེད་ཀྱ་ཧ་ལས། ལྟེ་བ་སངས་ལྷག་པའི་ཡང་རིན་པོ་ཆེ་ཞིག་མེད་ཀྱ་ག་ལེ། ལྟེ་བ་སངས་ལྷག་པའི་ཡང་ནོར་བཅའ་ལག་ཅིག་མེད་པ་བསགས་ན་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་འཇིག་རྟེན་ལ་ཡོད་ཙང་ན་ཨི་ནི་འཇིག་རྟེན་པའི་ཁོ་རང་བདེ་ན་དབུལ་ཞིང་ཕོངས་པའི་སྡུག་བསྔལ། འགྲོ་བ་སེམས་ཅན་རྣམས་དཀའ་བསྔལ་བར་དོ་ཅང་མེད་ཀྱང་རྒྱུ་རེད་པ་བསགས་ན་ནོར་བུ་རིན་པོ་ཆེ་བཀའ་དྲིན་ལ་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་འཇིག་རྟེན་གྱི་རྒྱན་དུ་གྱུར་པ་ཡིན་ནོ་གསུངས་ཏེ་རོ། ཨ་དེ་ན་ནང་བཙོགས་ལ། སྤེལ། ཧ་ལས་སོགས་པ་ཟ་ན་དཀོན་མཆོག་གསུམ་པོ་ཡང་ཐར་པ་དོན་གཉེར་གྱི་འགྲོ་བ་སེམས་ཅན་རྣམས་ཀྱི། ཨོ་ད་ཨོ་སྐྱབས་ཡུལ་དམ་པ་སྐྱོབ་ཀ། ཨོ་ཡེ་ནི་ད་སྐྱབས་ན་སི་དམ་པ་ཡིན་པ་བསགས་ན་ཅི་གྱུར་བསྟན་ཀྱང་རྒྱན་གྱུར་བསྟན་ཀྱང། ཨོ་སོགས་པ་བསགས་ན་ད་ས་བའི་ནང་འཇིག་རྟེན་གྱི་རྒྱན་གྱུར་ཕྱིར་གསུངས་ཟེར་དུ་ཨ་ལས་ད་ང་པའི་ཀ། ཕྱོགས་གཉིས་ཕྱིར་ཨོ་ཕྱོགས་ལྔའི་ཕྱིར་བཟང་པོ་གཅིག། ཨོ་ད་ཨི་ཤིང་གི་ནོར་བུ་རིན་པོ་ཆེ། འཇིག་རྟེན་གྱི་རྒྱན་ཆ་ཚང་མའི་ནང། ཡིན་ནའང་གཟུགས་ཀྱི་འཇིག་རྟེན་ན་རྒྱན་ཆ་མང་པོ་ཡོད་ཀྱག་ད། རྒྱན་ཆ་ཚང་མ་སང་སྐྲག་ཤོས་སུ། རྒྱན་ཆ་ཚང་མ་སང་མཆོག་ཏུ་གྱུར་པ། ཨོ་དོ་སང་ཚགས་ལྷག་པའི་ད་རུང་རྒྱན་ཆ་ཞིག་མེད་ཀ་ནང་བཙོགས་ལ་སྐྱབས་ན་དཀོན་མཆོག་གསུམ་པོ་ཡང། སྐྱབས་ཡུལ་མང་པོ་ཡོད་པའི་ནང་ན། ཨ་ལས། ཨོ་དེ་ནས་སྐྱབས་ན་གཞན་ཚང་མ་བཟང་མཆོག་ཏུ་གྱུར་པ་ཅིན་ཀྱང་ཟེར་ན་ཨི་ཤིན་གྱི་ནོར་བུ་རིག་པ་ཀ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ཡིན་པ་བཟང་ན་ཨོ་དེ་ནས་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་པོ་ཨོ་དེ་ནས་ཅིན་འོག་ཟེར་ན་མཆོག་ཡིན་འོག་ཟེར་ཏོ་ལགས་ད། སྐྱོ་ད་ལས། ད་དྲུག་པའི་ཀ། ཨེ་ནས་དགག་བྱེད་དེ་རྣམས་འགྱུར་བ་མེད་ཕྱིར། ད་འགྱུར་བ་མེད་ཕྱིར་ཟེར་བྱས་སུ་དོན་དག་པོ་ཅིན་ཀྱང་ཟེར་ན་ཧ་ལས་དགག་བྱེད་དེ་རྣམས། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལ། ཧ་ལས། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལ་ནམ་ཡང་འགྱུར་བ་མེད་ཀྱང། ཨོ། ཅི་ཞིག་སྤྱོད་ན་ཡང་འགྱུར་བ་རྩ་བ་ཉིད་ན་མེད་པ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཁོ་རང་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཁོ་རེ་ག་སྡུག་ག་འགྲོགས་མ་གཏོགས་དེ་ལ་ང་དང་སྟོད་ན་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་རྒྱ་ལ་ཆ་ཆ་སྨད་ན་ཐུ་བ་ཆ་ཆ། ཨོ། ད་དེ་སྣ་ཚོགས་ལ་ཨེ་ནི་ཅིག་དག་མདོར་བསྡུ་ན་འགྱུར་བ་རྩ་བ་ཉིད་ན་མེད་ཀྱང་ཐ་འགྲོ་བ་སེམས་ཅན་གྱི་སྡུག་བསྔལ་སེལ་བྱ་ལ་འགྱུར་བ་མེད་ཀྱང་འགྲོ་བ་སེམས་ཅན་གྱི་དབུལ་ཕོངས་ཀྱི་སྡུག་བསྔལ་དང་འོ་ཁོ་རང་ལ་སྐྱོན་གྱི་དྲི་མས་མ་གོས་ཞེས་འོ་དོད་དུ་ནི་འགྱུར་བར་རྩ་ཡང་བྱ་ལ་དངོས་པོ་ཚང་མ་ལ་འགྱུར་བ་ཐེབས་ཟེར་ཀྱང་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འོ་འགྱུར་བར་རྩ་ན་མེད་པ་འོ་ད་ཁོ་རང་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཁོ་རང་ང་སྡུག་ཡོད་པ་བསམ་ན་དེ་ན་ནང་རྩོད་ལ་འོ་དེ་ནས་སངས་དཀོན་སྐྱབས་ན་དཀོན་མཆོག་གསུམ་པོ་ཡང། རྣམ་པར་འགྱུར་བ་མེད་པའི་རང་བཞིན་ཅན། ཨོ། སྐྱབས་ཡུལ་དམ་པ་ཡིན་གྱི་ང་དང་ཡིན་ན་མི་ཡིན་ན་ང་དང་འགྱུར་བ་ཐེབས་ཏེ། འདི་རིགས་ལྔས་སྐྱོབ་པའི་འདི་རིགས་ལྔ་སྲུང་བའི་རྫས་ག་ལས་འབྱོར་ཟེར་ན་དོ་ར་སྣང་ལ་ཡང་མ་སྐྱོབ་གང་དང་མ་སྲུང་གང་ཡོང་དུ་བ་ལེ། ཨོ། ད་སྐྱབས་ན་དཀོན་མཆོག་སུ་མིན། ང་དང་འགྲོ་བ་སེམས་ཅན་ལ་དབུལ་ཕོངས་ཀྱི་སྡུག་བསྔལ་སེལ་བྱ། འགྲོ་བ་སེམས་ཅན་གཞན་ལ་འགྲོ་བ་སེམས་ཅན་རྣམས་ལ་ཨོ། འཁོར་བ་དང་ངན་སོང་གི་སྡུག་བསྔལ་སེལ་བྱ། མདོར་བསྡུ་ན་དཀའ་ངལ་བར་དོ་ག་གཟུགས་ཤིག་སེལ་བྱ་ཡིན་ན་རོགས་ག་གཟུགས་ཤིག་བྱེད་ཏེའོ། ནམ་ཡང་བསླུ་བ་མེད་པའམ་ནམ་ཡང་འགྱུར་བ་མེད་པ་བསགས་ན། ཨོ། དེ་ནི Skepnas དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་པོ་ཁྱེད་དེ་ན་ཨི་བཞིན་གྱི་ནོར་བུ་རིན་པོ་ཆེ་ན་ཨོ། དེ་ནི་ཙོག་ལ་འགྱུར་བ་མེད་གང་ཅིག་ཡིན་ནོ་གསུངས་ཟེར་རོ། ད་གསུངས་པ་ས་ན་བདག་ས་ཡིན་ངེས་ང་དང་དོན་དག་པོ་ཅི་བཞུགས། ཨོ། དེ་རིང་ངས་ང་དང་སློབ་ཚན་མི་སྣང་ཨོ། ད་དཀོན་མཆོག་ཧ་ལས་གསུམ། ཨོ། དཀོན་མཆོག་གསུམ། ཨོ། ད་ཨོ་འདི་སྐོར་ལ། དཀོན་པའི་མཆོག་ཏུ་གྱུར་པ་བཀའ་ཟུར་གྱི་ནོངས་ཟེར་ཁ་ནི་སྐོར་ལ། ཨོ། དེ་ནས་རྒྱལ་བ་བྱམས་པ་དགོན་པས། ཡང་མེད་ན་རྗེ་བཙུན་བྱམས་པ་དགོན་པས། འབྱུང་བ་དཀོན་ཕྱིར་སྤྲིན་མེད་ཕྱིར། ཐུལ་ལྡན་ཕྱིར་དང་འཇིག་རྟེན་གྱི། རྒྱན་བསྒྱུར་ཕྱི་དང་ཕྱོགས་ངེས་ཕྱིར་འགྱུར་བ་མེད་ཕྱིར་དཀོན་མཆོག་ཉིད་གསུང་བཀའ་ནི་ང་དང་འབྲེལ་བཤད་པོ་ཨོ། མདོར་བསྡུ། མདོར་བསྡུ་ཙམ་ཞིག་ཞུས་བསྟན་ནོ། གསུངས་པ་བཟང་ན། ད་ཟློ། ཨེ་ནས། དེ་དང་རགས་སྟེ། ཨོ་ད་ང་དང་དེ་ནས་ཐོ་ར་ཟ་ན་ཨོ་ད་འདི་དང་རག་ཟ་དེ་ང་དང་དེ་ནས་སྐྱ་བ་ན་ཟ་དཀོན་མཆོག་གསུམ་དེ་ན་ང་དང་དེ་ལ་སྐྱ་བ་སུ་ང་དང་ག་ཟུག་གི་ཆ་འོ་ཟ་ནོ་ཨེ་ནས་སྐྱ་བ་སུ་སོང་ཟ་དེ་སྟེང་ན་ང་དང་ཕ་ཡོན་ཅི་ཡི་སྐྱ་སྐྱ་བ་སུ་སོང་ཟ་དེ་སྟེང་ན་ང་དང་ལ་བྱ་ཅི་ཅིག་ཧྲུང་གོ་ཟ་ནོ་ཨོ་ད་ཀུ་ལེ་ཀུ་ལེ་ཨ་ད་ལ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ང་དང་སློབ་ཙ་དང་པོ་ཁྱེད་དེ་ན་དཀོན་མཆོག་རྗེས་འབྲང་གི་རྡོ་དང་རག་ཟ་དེ་ཨོ་དེ་ནས་ང་དང་ཨི་ཀ་ཨོ་ད་ཅི་ཞུ་བྱེད་ཟིན་ཨོ་ཟེར་པོ་ཅིག་ཨོ་དེ་ནས་སྐྱ་བ་སྐྱབས་འགྲོ་ཡང་དག་ཅིག་ད་ང་དང་ང་རྒྱུད་ལ་སྐྱེ་ཆེས། ཨོ་ང་དང་མིའི་ཤེས་བྱེད་གཅིག་པོ་མིན་ག་འཇིག། ང་དང་རང་སྣང་རང་སྐྱབས་འགྲོ་ཅོ་ག་ནས་ཡིན་པ་བསམ་ན་ང་དང་རང་སྣང་རང་སྐྱབས་ཅོ་ཟེར་བ་དེའོ་ང་དང་ང་རྒྱུད་ལ་སྐྱབས་འགྲོ་རྣམ་པར་དག་པ་ཅིག་སྐྱེ་ཆེས་སའི་ཐབས་ལ་བརྩོན་ཆེས་སའི་དོན་དག་ཨོ་དེ་ངའི་སློབ་ཚན་དང་པོ་བཞི་སྒོ་བཞིར་གཟུགས་བསྟན། གསུངས་པ་ལྟར་ན་ངས་བཞག་མཚངས་མེད་ཐུགས་བརྩོན་མཛད།

ཐུགས་རྗེ་ཆེ། འོ་ད་དེ་སྣ་ཚོགས་ལ་ངེད་ཅང་ཡུལ་ཡུལ་སུ་འདུག་སྟེ་ཡོད་ན་གང་བ་བཞུགས་སྟེ་ཡོད་ན་མགོན་པོ་གལ་ཏེ་ན་ང་དང་མ་འགོས་སྐབས་བཟང་པོ་བྱེད་ཀྱིན་ནོ། འོ་དེ་ན་འོ་ད་ངེད་ཅང་ཚང་མས་ཡང་ཐུགས་བརྩོན་མཛད། ངེད་ཡི་ག་ན་ཡང་ཀུ་ལེ་ཀུ་ལེ་ཡི་ག་ན་བརྩམས་ཉན་ག་འདུ་ཚོད་ཕིགས་སྟེ་བཞུད་འཇིགས་དང་བྱ་བྱེད་ཟིན་ནོ། ངེད་ཅང་ཚང་མས་ཐུགས་བརྩོན་མཛད་ན་ཨེ་ནས་ང་དང་ཚང་མ་ཟུང་དུ་འབྲེལ་བའི་སྒོ་ནས་ཨེ་ནས་ང་དང་ཚང་མ་འོ་སྒྲུབ་དྲྭས་པོ་བླྭས་པོ་རྒྱ་ལེགས་དང་ཨོ་གསོན་རབ་བསགས་བྱ་ཟེར་ཡི་ང་དང་མགོ་སྐབས་བཟང་པོ་ཅིག་ཡིན་པ་བསགས་ན་ཨོ་དེ་ཚང་མའི་ཐུགས་ལ་བོར་ཏེ་ཐུགས་བརྩོན་མཛའ་བརྩེར་ཏེ་གཞུ་བཅའ་ཟིན་ཨེ་ནས་ཚང་མ་ལ་ཐུགས་རྗེ་ཆེ།